ཨོ་ལགས་སོ། ཨོ་ལགས་སོ་ད་གཉིས་པ་དེ་གཅིག་ང་ནད་ཀྱི་ཕྲུ་གུ་ཡིས་ཕྱི་དྲོ་གྱི་སྒྲ་ཐད་ཀི་རེད་ཐད་ཀི་མ་རེད་ཟེར་དེ་རེད་ད་དེ་སྒྲ་ཐད་ཀི་ཡ་རེད། ཨ་ནི་གཅིག་སྒྲ་ཐད་བ་ཙམ་མ་ཟད་ཨ་ནི་དེ་ཨ་ན་ཐའི་གི་ཨ་ན་ཐའི་བ་དེ་ལ་ཕན་ཐོག་ཡག་རེད་ཡག་མ་རེད་ཕན་ཐོག་ཡང་ཡག་རེད། ད་དེའི་ཐའི་ཡ་གི་དེ་ཚོ་དེ་ག་དེ་རེད་ལ་རེད་ད་དེའི་ཐའི་ཡ་དེ་དེ་ཚོ་དེ་ཨ་ན་དེང་དུས་ཀྱི་ད་ཅིག་ཉམས་ཞིབ་བ་ལ་སོགས་དེ་ཚོ་བཤད་སྟངས་བྱས་བ་ཡིན་ན་ད་དེ་འདྲ་ཉུ་ཤི་རྩ་བཤིག་ནས་ཐའི་གི་རེད་གསུང། ད་དེ་ཡང་གང་པོ་ངེད་ཅིག་དེ་འདྲ་འདི་ག་བོ་ངོ་མཇུག་གི་མདོ་ནང་ལོགས་ལ་ཨ་ནི་ད་དྲ་ཐའི་བ་བྱས་བ་ལ་དང་པོ་ང་ཚོ་དབང་པོ་དེ་ཚོ་སྨིན་དགོས་ར་དབང་པོ་ག་འདྲ་བྱས་ནས་སྨིན་ཚུལ་དེ་མ་རོབ་ཙམ་ཤི་ན་བསམ་སོང་དེ་ག་འདྲ་རེད་ལ་ན། དཔེ་ཆ་ནང་ལོགས་ལ་འདི་འདྲ་དགོས་བ་ལ་ང་ཚོ་བུ་ག་དགོས་ཡ་བ་བུ་ག་བུ་ག་དགོས་བ་ཚང་མ་བྱུང་གི་ཡ་རེད། དེ་ནས་འདི་འདྲ་བཅུ་དྲུག་འཁོར་དེ་སྟེང་བུ་ག་དགོས་བ་དེ་ཁ་ཕྱེ་གི་ཡ་རེད་ཟེར་ལ། དེ་ནས་དེ་ནས་བཅུ་བདུན་ལ་སྨིན་པ་ལ་སོགས་བྱ་བ་བཅོ་བརྒྱད་ལ་སྨིན་པ་ཙམ་མ་ཟད་སྨིན་བྱེད་གསར་བ་བྱེད་ཀྱི་རེད། ད་བཅུ་དགུ་བའི་སྐབས་སུ་ག་རེ་ཟེར་ན་རྣ་བ་དང་སྣ་དང་ལྕེ་ཡང་བུ་བཅུ་བ་དེ་ཚོ་ཡོངས་སུ་སྨིན་པ་བྱེད་ཀྱི་རེད། དེ་ནས་ད་མ་འདི་འདྲ།

དེ་ཚོ་ཡང་ཟ་རུ་རེད་ཤག་ཨ་ནི་ཉན་གི་རྣམ་པ་ཡིན་ན་དེ་ཚོ་སྐད་ལེགས་འགྲོ་བ་ཡོད་ཀྱི་རགས་ཨོ་དེ་འདྲས་སོང་ཙང་དེ་མ་གཏོགས་བསྡུ་བྱེད་འདི་ཅི་ད་དང་པོ་མིང་དབང་པོ་མིང་མཛོད་དུ་ཞུ་ཡ་དེ་གཅིག་པོ་ཡིན་ཨོ་དེ་འདྲས་རེད་ཨ་ད་སྤྱི་བཏང་གི་ཅིག་དེ་འདྲ་རིམ་པས་ཀྱི་གྲུབ་ཚུལ་དེ་ཚོ་ད་དེང་དུས་ཀྱི་ཚན་རིག་དེ་ཚོ་མང་པོ་ཤེས་བ་ཤེས་ཀྱི་རེད་ལྷག་པ་རེད་དེ་དེ་འདྲ་འགའ་བོ་ང་འཇུག་གི་རྡོ་ནང་ལོང་ལ་ཤེས་ཡོང་བ་དེ་ཚོ་ཨ་ནི་རྗེས་མ་ཕ་མ་བཟའ་ཚང་དེ་ཚོ་འགའ་བོ་ང་འཇུག་གི་རྡོ་དེ་ཚོ་ལྟ་ཐུབ་ན་ཡག་པོ་ཡ་རེད་ཟེར་ཞུ་ཡ་ཡིན། འོ་དེ་བྱས། ད་དེ་ནས་ཅིག་ཅིག་དེང་དུས་ཀྱི་ད་ག་རེ་བཤད་ཀྱི་རེད་ལབ་ན་དེ་ནས་ཅིག་ཉམས་ཞིབ་བར་དུ་འཛུགས་ཀྱི་ད་དེ་ཕྲུ་གུ་གི་ཨ་ནི་ཞག་བདུན་ཕྲག་ཉུས་རྩ་བཞི་གི་རྗེས་ལ་ཨ་ནི་ཕ་མ་ཡི་སྐད་ཆ་བཤད་ཡ་བ་ལ་སོ་བ་དང་ཨ་ནི་ཅིག་གདངས་དབྱངས་སྙན་པོ་ལ་སོ་བ་དེ་ཚོ་གཏོང་ཡ་ལ་སོ་བ་དེ་ཚོ་བྱས་པ་ཡིན་ན་ཕྲུ་གུ་ཕྲུ་གུ་ཡི་ཧ་ཅང་གི་ཨ་ནི་འཕྲོད་བསྟེན་ལ་ཕན་ཐོགས་ཞེ་བོ་བྱེད་པ་ལྷག་བསྟན་དུ་ཨ་ནི་ཀླད་པ་ཡག་པོ་བྱས་ཡ་ལགས་སུ་འང་ཧོ་དེ་འདྲས་ཡོང་གི་རེད། དེའང་མ་ཟད་དེ་ནི་ཅིག་གང་ཟེར། སྒྲ་ག་རེ་ཉན་པ་ཡིན་ན་དེ་གི་བག་ཆགས་དེ་ད་རྗེས་མ་བཙལ་བའི་ག་ལ་ཀླད་ཡ་ལགས་སུ་འང་དེ་ཚོ་ཤེས་འགོ་རེད་ད་དེ་ཨ་ནི་བསྟན་འཛིན་བྱེད་རྗེས་གསོན་པའི་ག་ལ་ཞིག་ཡིན་ན་བསམ་སོང་གང་དག་ཡང་ན་ཁོག་ཏུ་ཡོད་པའི་ག་ལ་ཨ་ནི་ཨ་མ་གི་ད། ཡིན་ན་འདྲ་བཟའ་ཚང་ཡིན་ན་ཁྱིམ་ཚང་འདྲ་སུ་འདྲ་བྱས་ན་གཙོ་བོ་དགྲ་བོ་དེ་ཨ་མ་རེད་བ། སྐད་ཆ་འཇམ་པོ་ལ་ཡ་ལ་སོ། སྐབས་རེ་ཨ་ནེ་ཅིག་སོ་སོ་གིས་ཨ་མའི་ཨོ་ལོ་ཟེར་ཨ་མའི་ཨོ་ལོ་ད་ང་ཚོ་འཆམ་འཆམ་ལ་འགྲོ་ཟེར་འགྲོ་ཡང་ན་ད་ང་ཚོ་གཟུགས་པོ་དྲི་ལ་འགྲོ་ཟེར་འགྲོ། དེ་ཚོ་ཡང་འདུ་ཤེས་དང་ལྡན་པའི་སྒོ་ནས་ཕ་ལབ་དགོས་རེད་མོད་འདི་ཡང་སྣང་མེད་འགྲོ་བ་དང་ཉོབ་ཏོག་དོགས་གནོན་དེ་འདྲས་ལ་ཡ་ཡ་ཟེར་མ་རེད་གང་ཅེ་ན་ཨ་མ་རང་ཉིད་ཀྱིས་དེ་འདྲ་གི་ཀླད་རྩ་དང་ཧུར་ཁུ་ཡི་ཀླད་རྩ་ཡོངས་རྫོགས་བྲེས་བསྡད་རེད་དེའི་སྐབས་ལ་ཨ་མ་འདི་འདྲ་སོང་ཙང་ཨ་ནེ་ཅིག། སྐད་ཆ་དེ་ཚོ་སོ་སོ་གི་སྐབས་རང་གི་ཕྲུ་གུ་ལ་ཤེས་ཀྱི་བསམ་པའི་འདུན་པ་དང་ལྡན་པའི་སྒོ་ནས་བཤད་ཡ་དེ་ཧ་ཅང་གལ་ཆེ་བོ་ཡིན་ས་རེད། དཔེ་ཆ་བཞག་ན་ད་བཤད་ནས་དགེ་མཚན་གཅིག་དེ་ག་རེ་ཡ་ལབ་ན་དཔེ་ཆ་བཤད་ན་ག་སྲིད་ང་རང་ཚོ་ནག་ཁུང་དཔེ་ཁང་པ་ནག་ཁུང་འདྲ་བོ་ཅིག་ལ་ཡར་བླུགས་བྱ་དེ་ཡང་བླུག་བ་དེ་ཡང་གཉིས་གཅིག་བླུག་ནས་བལ་ཏིག་གོ་རང་ཡར་བསྡམས་ནས་བཞག་ཡོད་སྐབས་ལ་དེ་ནི་སོ་སོ་ལྟ་སྟེགས་དངངས་སྐྲག་སྤྲོ་བོ་སྐྱེས་སོ་སོ་ཁེར་རྐྱང་འཚོ་བ་འགྲོ་བཞིན་བསམ་པའི་སྐབས་ལ་དེ་ལྟའི་སྐབས་སུ་ཕྱི་ལོགས་ནས་སོ་སོ་གི་ད་གའ་ཉེ་པའི་འདྲེ་ལ་སོགས་རོགས་པ་དུད་འགྲོ་གི་དགྲ་ཐེ་ནས་ད་ང་ཚོའི་ལྟ་ཅི་ཡོང་གི་ཨེ་ད་ཟས་སྤྲོ་བོ་དང་ཡང་ན་ཅིག་དེ་འདྲེ་གི་དགྲ་སྤྲོ་བོ་ཅིག་ཐེ་བ་ན་སོ་སོ་ཞི་བ་ཅིག་ག་ཚོད་ཚོར་སྣང་བདེ་བ་ཞི་བ་ཅིག་སླེབས་འགོ་ར་བ་དེ་ཡང་ན་གཅིག་པ། ཨ་དམག་གི་སྤུ་གུ་ལ་ཨ་ནི་དེ་འདྲའི་སྐད་ཆ་དེ་ཚོ་བཤད་པ་ཡིན་ན་སྐད་ཆ་དེ་ཡང་ཨ་ནི་འཇམ་པོའི་ཐོག་ནས་ངག་འཇམ་པོའི་ཐོག་ནས་ཨ་ནི་པ་བཤད་པ་ནི་ཧ་ཅང་གི་ཕན་ཐོགས་ཆེན་པོ་ཡག་རེད་འོ་ད་དེ་འདྲ་ཅིག་དེ་ཡང་གོང་དུ་ཞུས་པ་ནང་བཞིན་ཨ་ནི་འདུ་ཤེས་དང་ལྡན་པའི་སྒོ་ནས་བཤད་གི་ཡོད་ས་རེད་ད་དེ་ག་འཇལ་ཐེ་གི་ཡོད་བ་དེ་ག་རེད་ཚན་རིག་པ་ཚོས་ནི་ཉམས་བཞེས་བྱས་ནས་ར་སྤྲོད་བྱེད་ཐུབ་ཡག་རེད་འོ་དེ་འདྲ་སོང་ཙང་དེ་ནས་སྤུ་གུ་ལ་སྐད་ཆ་མང་ཙམ་བཤད་དེ་ཧ་ཅང་གལ་ཆེན་པོ་ཡིན་ས་རེད། འོ་ད་དེ་ནས་སུན་པ་དེ་ང་གནས་ཀྱི་ཕྲུ་གུ་སྐྱ་རིས་ཆུང་དུ་འཕང་མ་ཐུབ་ཟེར་དེ་རེད་ད་འདི་གཙོ་བོ་འདྲ་བོ་དེང་དུས་ཀྱི་ད་ཅིག་ཉམས་ཞིབ་བ་དེ་ཚོ་གིས་ད་ཉམས་ཞིབ་བྱས་བཤད་སྟངས་འདྲ་བོ་དེ་འདྲ་ཁ་ཤས་ཅིག་འདུག་དེ་ཚོ་ངས་མ་བྱོས་ཞུས་ན་ཞུས་ནས་བཞག་ན་བསམ་སོང་དཀའ་གཙོ་བོ་དེ་ཡང་དེ་གོང་དུ་དེ་འདྲ་དེ་ད་སྐད་ནི་ཐོས་ཐུབ་ཀྱི་རེད་དེ་ནི་ད་སྐྱ་རིས་སྦྱོང་ཐུབ་པས་ཐུབ་ཀྱི་ཡ་མ་རེད་མ་རེད། ཡས་ནང་མི་ནང་བསམ་ན་སྦྱོང་ཐུབ་ཡས་བ་འདི་ཡང་དགོངས། ར་སྤྲད་བྱེད་སྡུད་ཀྱི་ཡས་བ་སོང་ཙང་ཡང་དེ་ཚོ་ཤེས་ཡོད་ཤང་བ་ན་ཡང་དགེ་རྩེ་གྱི་ཡ་རེད་བསམ་སོང། ད་སྤྱི་བཏང་གི་ཚད་རིག་ཙམ་མ་རེད་ངས་རྒྱ་གར་ནང་ལོག་ལ་དེ་འདྲ་བྱུང་ཡོད་ཟེར་རེད་དེ་འདྲ་ཡབ་རུ་ཤི་ཀ་ལས་ཀྱི་ནང་ཡུམ་སུ་ཇ་ད་གཉིས་ཟེར་གྱི་བ་འདི་གཉིས་ཨ་ནི་ད་ཁོ་རང་གཉིས་ཁྱོ་ཤུག་རེད་བ་དེ་ནི་གཅིག་ཡུམ་ད་སུ་ཇ་ད་འདི་ལ་ནི་གཅིག།

ཁོག་པ་ན་ཡོད་ཀྱི་སྤུ་གུ་འདི་ཡང་ནི་འདི་སྒྲ་གདངས་འདི་ལྟར་ཉི་མ་ལྟ་བུ་དལ་གྱིས་པ་སོང་སྟེ་ཀོ་སྤུ་གུ་དེའི་སྒྲ་དེ་ཟུང་གིས་ཟུང་ནས་ཉི་མ་ཅིག་ཡབ་དེང་གི་ཡིག་ཨ་ནི་ཅིག། དེ་འདྲའི་སྔགས་ཡི་ཟུར་ཅིག་ལྟར་ལོག་པ་འདྲ་བ་ཅིག་སྒྲ་མ་དག་པ་འདྲ་བ་ཅིག་འདྲ་ཅིག་ལོག་ཡིན་ས་ལོག་ཡིན་ག་ལ་ཨ་ནི་བྱི་བ་འདི་གི་ནང་ལོག་ནས་ཁ་བཀྲ་ནས་ཨ་ནི་ཅིག་ཡབ་ཁྱེད་རང་གི་ད་ཅིག། སྔགས་དེ་ལོག་པ་ལོག་སོང་ཟེར་འདྲ་བ་དེ་འདྲའི་ལ་ཡིན་ཟེར་ད་དེ་འདྲ་བྱས་ནས་གང་ལྟར་དེ་ནི་མ་བལྟས་ཚུལ་ལོ་རྒྱུས་ཡག་རེད་དེ་ལྟར་གང་ཚེ་རྡོར་དེ་ཡིན་ཞེས་དེ་ནས་རྗེས་སུ། དྲི་བ་དེ་བཙལ་བའི་རྗེས་ལ་ཨ་ནེ་ཧ་ཅང་གིས་ད་ཅིག་རིག་པ་རྣོ་བོ་དང་ཨ་ནེ་ཅིག་སྤྱང་པོ་ལ་སོགས་བ་བོ་དེ་འདྲས་བྱུང་བའི་ལོ་རྒྱུས་ཡང་བཤད་ཀྱི་འདུག་ཨ་དེ་ཨ་ན་ཞིག་གིས་དེ་ཅིག་དེ་འདྲ་སློབ་པའི་བློ་གྲོས་བརྟན་པ་ཁོང་ཚེ་ངེད་མ་དེ་ཕུག་རན་སྐྱེ་བ་ཞེས་འདིའི་སྐབས་ལ་ཨ་ནེ་ཡོན་སློབ་པའི་དབྱིག་གཉེན་གྱི་ག་དེ་ན་རྡོ་སློག་བསྡད་ཀྱི་ཟེར་རྡོ་སློག་བའི་སྐབས་ལ་ཕུག་རན་དེ་ག་དེ་ན་ཉལ་འདེད་ཀྱི་ཟེར་ད་ཉལ་འདེད་རྒྱུ་མཛད་ལ་དེ་རྗེས་མ་ཁོ་ཨ་ནེ་ད་ཚོང་པའི་གི་བུ་ཟིན་ན་ད་གྲོང་པོ་ཆེན་པོ་ཡི་བུ་ཅིག་ལ་དེ་འདྲའི་སྐྱེ་ཡི་ནི་ད་ཕྱིས་སུ་ཨ་ནི་ཡེ་ཅིག་སློབ་པའི་ཡིད་ཉེ་ཡང་ངོ་ཤེས་ངོ་ཤེས་པ་ཙམ་མ་ཟད་ངེད་ཀྱི་དེ་ནི་སློབ་པའི་ཡིད་ཉེ་བརྩེ་ནས་འདོད་ད་ཅིག་དེ་བསམ་ལགས་སོ་བ་དེ་འདྲ་བྱེད་དེ་ཨ་ནི་རང་གིས་ད་ཅིག་ཤེས་བྱ་དེ་ཚོ་ཡིན་ན་དེ་བདེ་བླག་ངང་དུ་སྟོབས་ཡ་ལགས་སོ་བ་འདོད་དེ་ཚོ་བདེ་བླག་ངང་དུ་རྟོགས་ཡ་ལགས་སོ་བ་དེ་འདྲའི་ཡང་ཤེས་ཡ་མི་ད་འོ་ད་དེ་ཚོ་ག་ཟིན་ན་གོ་སྐྱེ་བ་ངན་པའི་བག་ཆགས་དང་ཨ་ནི་མི་ཁོག་པ་ནི་བག་ཆགས་བཞག་མ་བཞག་དེ་ཚོ་གི་ཤུགས་ཆེ་བ་ཞི་བ་ཅིག་ཆགས་དེ་ཤེས་ས་རེད། འདི་རེད་ད་གཉིས་གཅིག་དེ་ག་རེ་རེད་ལབ་ན། དེ་འདྲ་ཨེ་ལེག་ཛན་དྲ་ལགས་ཀྱིས་ང་རང་ཚོ་ཚན་རིག་ནང་ལོག་ད་སྐད་གྲགས་ཆེན་པོ་ཞོར་གྱི་རྩིས་ཀྱི་ར་དེ་གི་ཨ་ནི་རྔན་མ་གཅིག་བུད་མེད་དེ་འདྲ་བཞི་དེ་འདྲ་སྦྲུམ་མ་ཆགས་རྒྱུ་བུད་མེད་དེ་འདྲ་བཞི་ལ་ཨ་ནི།

དེ་འདྲ་གི་བྱིས་བ་དེ་ཚོ་དང་དེ་ནས་ཡང་བྱིས་བ་དགྲ་དེ་འདྲ་དྲ་དྲ་ལས་དེ་འདྲ་ཉན་རྒྱུ་མེད་རྒྱུ་གི་བྱིས་བ་དེ་ཚོ་ཕ་ད་ཅིག་བསྡུར་ནས་ད་དེ་དྲ་དྲ་ལས་དྲ་དེ་ཉན་དུ་བཅུག་པའི་སྐབས་སུ། དེ་འདྲ་ཨ་མའི་ཁོག་པ་ནས་སུ་ན་དྲ་ང་ན་ཡོད་པའི་བྱིས་བ་དེ་ཚོ་གི་དྲ་དེ་ཚོ་ལམ་སང་ཉན་དེ་སྐབས་ལ་དེ་ལ་སྤྲོ་བ་བྱེད་ཡ་ལ་སོ་བ་དང། སྤྲོ་བ་ཙམ་ཡོད་ཡོད་མ་ཚད་སྒྲ་དེ་ཚོ་ལམ་སང་གཟུགས་བརྙན་ལ་སོགས་བ་འདི་འདྲས་བྱ་ཡོད་ལ་སོགས་བ་འདི་འདྲས་བྱེད་ཡོད། དེ་ནི་ཕྲུ་གུ་གཞན་དེ་ཚོ་གིས་ད་གར་སི་ན་ང་ན་ཡོད་པའི་སྐབས་སུ་ཉན་རྒྱུ་བྱུང་ཡ་མ་རང་བ་དེ་ཚོ་ཉན་རྒྱུ་བྱུང་མེད་པའི་བྱིས་པ་ཕྲུ་གུ་དེ་ཚོ་ལ་ད་བྱིས་པ་དེ་ཚོ་ལ་ཕ་ཉན་དེའི་སྐབས་ལ་དེ་ཚོ་ལ་དགའ་བོ་ཡང་མི་བྱེད་པ་ལ་སོགས་བ་དང་ལ་ནི་གཟུགས་མི་ཐུབ་པ་ལ་སོགས་བ་འདི་འདྲས་ཆུང་བས་ཨ་ནི་གང་བྱས་ར་སྤྲད་བྱས་པ་དག་ཨ་མའི་ཕྲུ་གུ་ང་ན་ཡོད་པའི་སྐབས་ལ་ཨ་ནི་སྒྲ་དེ་ཚོ་ཐོས་བ་ཙམ་མ་ཟད་གཟུང་གི་ཡོད་པ་ཅི་བདེ་ཨ་ནང་བཞིན་གྱི་ཅིག་འདི་འདྲ་འབྱོར་མེད་ནི་ཡང་སྨན་པ་ཞིག་གིས་ག་རེ་ཉམས་ཞིབ་ག་འདྲ་བྱས་རེད་ལབ་ན། སྐད་གདངས་ཟེར་ན་སྒྲ་གདངས་ང་ཚོ་གི་ང་རོ་ང་རོ་ལ་ན་སྒྲ་གཙོ་བོ་ལ་ང་རང་ལོ། སྐད་གདངས་ཀློག་སྟངས་དེ་དེ་འདྲའི་གི་སྒྲ་གདངས་འདི་ཚོ་གི་ཨ་ནི་སྤྲུལ་སྐུ་ཡི་གཟུགས་ཀྱི་ཡས་དང་ཡས་མས་དེ་ཚོ་ཨ་ནི་ཕ་མ་ལ་ཉམས་ཞིབ་བྱ་ཡི་སྐབས་སུ་ཡང་ཨ་ནི་ཅིག་ཡང་ར་སྤྲད་དེ་འདྲ་བྱེད་འདོད་རེད་གང་ཟེར་ན་ཕ་མ་དེ་གི་སྐད་རིག་ག་འདྲ་ཅིག་བེད་སྤྱད་གཏོང་གི་ཡོད་བ་དང་དེའ་ནང་བཞིན་གི་བྱིས་པ་དེའི་མ་འོངས་པ་ཨ་ནི་བརྩེ་བའི་ག་ལ་ཡང་ཨ་ནི་སྒྲ་གདངས་ཤུགས་ཆེ་ཆུང་དེ་འདྲ་ཡོང་གི་ཡོད་བ་དཔེ་ཆ་བྱས་ན་ཨ་མ་སྒྲ་གདངས་ཀྱི་ཨ་མའི་སྒྲ་གདངས་དེ་བཟུང་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་དེ་འདྲ་ཧྥ་རན་སིའི་ལ་གོ་ར་དང་ཕ་རན་སི་ལ་ཡོད་དོ་འདི་གི་བྱི་བ་དེ་ཚོ་ངུ་བའི་སྐབས་ལ་སྐད་ཀྱི་སྒྲ་གདངས་དེ་ཚོ་ཤུགས་ཆེ་བ་དང་བྱི་བ་ཆུང་ཆུང་དེ་ཚོ་ངུ་བའི་སྐབས་ལ་སྐད་ཤུགས་ཆེ་བ་ཡོང་བ་ལ་སོགས་དང། ཨ་ནི་འཇར་མན་གྱི་ཨ་ནི་བྱི་བ་དེ་ཚོ་ངུ་བའི་སྐབས་ལ་སྒྲ་གདངས་ཆུང་ཆུང་དེ་འདྲ་ཡོང་བ་ལ་སོགས་འོ་དེ་འདྲ་བྱུང་བ་ད་དེ་ག་ལ་བརྟེན་ནས་ཡོང་གི་རེད་ལབ་ན་སྤྱི་བཏང་གི་ཕ་མ་རང་ཉིད་ཀྱིས་ཨ་ནི། སྒྲ་གདངས་འདི་ཚོ་ལས་བལྟས་ནས་ཡོང་གི་རེད་ད་གང་ཅག་དེ་འདྲའི་ར་སྤྲེལ་བྱེད་དེ་ཡར་ནང་ཞེན་གྱིས་ཅིག་ཀོ་རེ་ཡ་ནང་ལོག་ལ་ཀོ་རེ་ཡ་ལ་གི་ད་འོ་དེ་ནང་ལོག་ལ་ཁ་སི་ན་ཨ་ནི་ཨ་མ་ཞིག་ལ་ཕྲུ་གུ་སྐྱེས་ནི་དེ་ནི་སྐྱེས་ཡོའི་རྗེས་ལ་ཕྲུ་གུ་དེ་རྒྱ་ཁབ་གཞན་དག་ལ་བཏང་ཞག་རྒྱ་ཁབ་ད་ཉམས་ཞིག།

ཕྲུ་གུ་འདི། ཀོ་ར་ཀད་དུ་མགྱོགས་པོ་གཤེགས་ཐུབ་ཡ་ལ་སོགས་འདི་འདྲའི་དཔང་རྟགས་བྱུང་ཡ་རེད་ད་འདི་ག་རེ་བྱེད་ནི་རེད་ལབ་ན་ཨ་མོས་ཁོག་པ་ན་ཡེ་བའི་ག་ལ་ངམ་ན་ཡེ་བའི་ག་ལ་ཕ་མ་ཡི་ད་ཅིག་སློབ་ཁྲིད་ཟེར་ན་འདྲ་སྐད་ཆ་དེ་ཚོ་བཤད་བའི་རྒྱུ་མཚན་ལ་འདི་ཡི་དགྲ་ཡི་སྡང་ཟེར་ན་ནི་ང་རོ་དེ་གསུང་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་བྱིས་པ་དེ་མ་འོངས་པ་ཅིག་དེ་འདྲ་དུ་མགྱོགས་པོ་གཤེགས་ཐུབ་ཡ་དེ་འདི་ཡང་གང་ཟེར་ན་བག་ཆགས་དབང་གིས་ཡོང་གི་ར། དེ་ན་ང་གཟུགས་ཀྱི་ལྟ་ཅི་སངས་རྒྱས་དང་བྱང་ཆུབ་སེམས་དཔའ་འདི་ཚོ་རྩལ་མང་དག་ནས་དེ་ནི་བདུད་རྩི་ཁོ་རང་སྔགས་ཀློག་ཡས་བྱུང་རེད་ཟེར་འགྲོ་དེ་ཚོ་རྣམ་དག་མང་པོ་ཞི་བ་སྦྱར་དེ་ཚོ་ཡང་འདི་ག་རེད་ཟེར་ན་ཀོ་སྐྱེ་བ་སྔ་མའི་བག་ཆགས་དབང་གིས་ཡོང་གི་ར་བོ་འདི་བཟུང་ཙ་ད་ང་ཚོ་དེ་ཚོ་ལ་ཡིད་ཆེས་བྱས་ནས་གང་དག་སོ་སོ་གིས་དྲི་བ་ཨ་མི་ཁོ་པ་ན་ཡོད་ནི་བྱི་བ་དེ་ལ་བྱི་བ་ཟེར་ན་འདྲ་ཕྲུ་གུ་དེ་ལ་ནི་སློབ་སྦྱོང་ཟེར་ན་འདྲ་སློབ་གྲྭས་དེ་འདྲས་བྱིན་བྱེད་ཀྱི་ཡོད་ས་རེད་དེ་ཡང་ཨ་ནི་སྤྱིའི་སྟངས་ཀྱིས་ནི་དེ་འདྲས་ཀྱི་ལྟ་ཅི། སྐད་རིགས་ལ་སོགས་བ་སློབ་དགོས་ཞེས་བསམ་པ་ཡིན་ནའང་སྐད་རིགས་དེའང་སློབ་ཡི་ག་ལ་ཡང་ན་འདུ་ཤེས་དང་ལྡན་པའི་སྒོ་ནས་དེའི་དཔུང་རང་གི་ཁོག་པ་ནང་ལ་ཡལ་བའི་ང་ན་ཡལ་བའི་ཕྲུ་གུ་དེ་ལ་ཤེས་ཀྱི་ཡོད་དམ་བསམ་པའི་ཐོག་ནས་ཡང་བདེན་པ་སྟེ་དེ་ཧ་ཅང་གི་གལ་ཆེ་བ་ཡིན་ཟེར་དེ་མ་གཏོགས་ཡང་ཕ་མ་རང་ཉིད་ཀྱི་ཉོབ་ཏོ་འགྲོ་བ་བྱས་ནས་བཤད་བ་ན་ད་དེ་ཡང་ཕན་དུ་ཡོང་གི་ཡོད་མ་རེད་བསམ་ན་ད་ཙི་ད་ཡོང་གི་ཡོད་ཟེར་བྱེའུ་བྱེའུ་ཅིག་ཡོང་གི་ཡོད་བསམ་པ་གཙོ་བོ་དང་བདེན་པ་སྟེ་དེ་ཧ་ཅང་གི་གལ་ཆེ་བ་བྱེའུ་བྱེའུ་ཟེར་རེད་དེ་ཡང་ཁོག་པ་ན་ཡོད་པའི་ཕྲུ་གུ་དེ་ལ། སྐད་རིགས་དེ་ཚོ་གློ་བའི་སྐབས་ལ་ཡིན་ན་སྐད་དེ་ཚོ་ར་མ་ལུག་ཟེར་ན་འདྲ་ང་ཚོས་ཀྱི་དེ་རིང་ག་ས་ན་ར་མ་ལུག་སྐད་ཅིག་ལ་ཡོད་དོ་འདི་ཚོ་སྐད་རིགས་དེ་ཚོ་བསྲེས་ནས་བ་ཅིག་སློབ་ཁྲིད་ལ་སོགས་དེ་འདྲ་བྱེད་ས་མ་རེད། གང་ཟེར་ན་སྐད་རིགས་སློབ་གི་ཡོད་པ་ཡིན་ན་སྐད་རིགས་དྭངས་མ་ལ་སོ་སོ་གི་ཅིག་བསྲེས་ལེ་མ་ཡིན་པ་སྐད་དྭངས་མའི་ཐོག་ནས་ཨ་ནི། རྒྱ་གལ་ཏེ་གལ་ཆེ་བ་བཞི་བོ་ཅི་ཆགས་ཀྱི་ཚེ་དེའི་དབྱེ་བའི་རྒྱུ་མཚན་ལ་བརྟེན་ནས་མ་འོངས་པ་ནི་བཙལ་བའི་ཆེད་ལ་སྤྲུལ་སྐུ་དེ་ཁ་བཀྲ་བའི་སྐབས་ལ་ནི་སྒྲ་གདངས་དུས་ཚོད་ཐོག་ནས་འབད་བརྩོན་བྱེད་ཀྱི་ས་རེད་མཐོང་མ་འོ་དེ་འདྲ་སོང་ཙང་ད་ཨ་མི་ཀོ་པ་ན་ཡོད་པའི་བྱིས་པ་ལ་གང་འདྲ་སློབ་སྦྱོང་དེ་འདྲ་སྤྲད་ཀྱི་ས་རེད་ལྷག་པར་དུ་དེ་འདྲ་མཁན་ཆེན་ཚུར་འབྲུག་ལོ་དྲེག་གི་དེང་རབས་ཀྱི་བསླབ་བྱ་ལས་བྱས་རེད་དེའི་ནང་ལོགས་ལ་ནི་ཅིག

ངར་ནི་འདི་ང་སློབ་དེ་ལ་ཡང་དག་ཁ་ཤས་ཕ་མ་ཁ་ཤས་ཀྱིས་སོ་སོ་གི་སྤུ་གུ་དེ་མ་འོངས་པར་ཕེབས་ནས་གཞས་སྐད་སྒྲ་གཞས་ཡག་པོ་སྟོང་གི་སྐད་སྒྲ་ཆེན་པོ་དེ་འདྲ་བསྡུ་བ་དེང་དེ་འདྲའི་སྟོང་གི་སྒྲ་བོ་ཆགས་ཀྱི་ཡོད་པ་ཡིན་ན་ཨ་ནི་གཞས་དེ་ཚོ་ཡིག་སྟོང་ནི་ཡང་སློབ་ཡག་ལ་སོགས་དེ་འདྲའི་དང་ད་གང་ལྟར་ག་རེ་དང་ག་རེ་ཡིན་ན་གང་ལྟར་མ་འོངས་པའི་སྤུ་གུ་དེ་སོ་སོ་ག་རེ་བགྱིས་ནས་དེ་དང་དེའི་ཐོག་ནས་ད་སློབ་ཁྲིད་སློབ་ཡག་ལ་སོགས་དེ་འདྲའི། བྱས་བས་ན་ནི་མ་འོངས་པ་རྟེན་འབྲེལ་ཅིག་དེ་ཚོ་ལ་ཕན་འདོགས་ཆེན་པོ་དང་དགེ་རྩ་ཆེན་པོ་ཞེ་བོ་འབྱུང་གི་ཟེར། གཅིག་གང་ཟེར་ན་ང་རང་ཚོ་གི་ལྷག་པར་དུ་བྱི་བ་ཟེར་དེ་ཟེར་ན་དང་ཕྲུ་གུ་ཟེར་དེ་ག་ཟེར་ན། དབང་པོ་ཡབ་སྨིན་བའི་སྐབས་ལ་རེ་བ་སྨིན་བའི་སྐབས་ལ་གར་མཛད་ཀྱི་བག་ཆགས་བརྟན་པོ། བག་ཆགས་གར་མཛད་ཀྱི་བརྟན་པོ་ཞོག་དུ་བ་འདི་མཛད་ཀྱི་མ་འོངས་པ་ཨ་ནི་སྔས་འགྱུར་བྱེད་དུ་གི་དུ་བ་འོ་དེ་བཟང་བཟང་ནི་དེ་འདྲ་གི་ཐོག་ནས་ད་སོ་སོ་གི་སྐད་ཆ་འདི་ཚོ་བཤད་དགོས་ས་ལྷག་པར་དུ་ཨ་ནི་སོ་སོ་གི་དེ་དེའི་རྫས་འདྲ་བོ་དེ་འདྲ་རག་བ་ཡིན་ན་ཉི་མ་གཅིག་ལ་སྐར་མ་བཅུ་བཅས་ལྔ་འགྲོ་བ་དེ་འདྲ་གི་ད་ཅི་ས་ཆ་འདི་སྐྱིད་པོ་འོ་འགྲོ་བ་དེ་འདྲ་ལས་འཕགས་པའི་ཐོག་ནས་ཨ་ནི་ཅིག། ཕ་མ་རང་ཉིད་ཀྱི་ཨ་མ་ཨ་མ་ནི་དེ་ནི་བྲིས་པ་ལ་ལག་པ་གྱིས་དེ་ནི་སྐད་ཆ་དེ་བཤད་ནས་ད་སྐད་ཆ་དེ་ཡང་སྐད་ཆ་འཇམ་པོ་ཐོག་ནས་དེ་ནི་ད་ཅིག་ད་ནི་གོང་དུ་བཤད་པ་ན་སྐད་ཆ་འཇམ་གྱི་རིགས་དེ་ཚོ་ད་ཡ་ར་བོ་དེ་ཚོ་བཤད་པ་ཡིན་ན་མ་འོངས་པ་དེ་ནི་བུ་དེ་ལ་སྐད་རིགས་སློབ་ཡ་ལ་ཕན་ཐོག་ཆེན་པོ་འོ་ད་དེ་འདྲ་ཡོང་གི་ས་རེད་འོ་དེ་རེད་དེ་མ་ད་ད་དེ་རིང་དེ་ཙམ་ཡིན་ས་རེད་དེ་ནི་ཡང།

དེ་རིང་དེ་ཙམ་གྱིས་ས་རེད་ད་ཚད་ཡོད་ཅེས་ལ་ཡང་ག་འདྲ་བྱེད་ཀྱི་མེད་དེ་དེ་རེད་སྤྱི་བཏང་གི་ང་ཚོ་དེ་རིང་ག་སང་དེ་ནི་ཚད་ཡོད་ཅེས་ལ་སྤུ་གུ་ག་བྱེད་ཀྱི་ད་ཨང་ཕ་མ་ག་བྱེད་ཀྱི་ད་ངས་སྤུ་གུ་དེ་ལོ་གཅིག་འགྲོ་སོང་ད་དུང་ཁག་སྐྲག་རོགས་བྱས་མི་འདུག་ཟེར་ལ་ད་ཁག་མ་སྐྲག་ཡོད་སྐབས་སུ་དེ་ནི་ག་རེ་བྱེད་ཀྱི་རེད་ལ་ན་ད་ཅིག་བླ་མ་ལགས་སོ་དེ་ཚོ་མོ་རྒྱག་ཡ་ལ་སོ་དེ་ད་མོ་རྒྱག་བ་དེ་ཡང་ད་ངའི་སྡུག་ཅག་རེད་ད་ལ་ཡིན་མེད་མོ་རྒྱག་ས་དེ་ཡང་ད་བླ་མ་ཚེ་འདས་ལགས་སོ་བ་དེ་ཚོ་ཡིན་ན་ད་འོ་ཅག་ཡིན་འགྲོ་ཤེས་ཅིག་ད་མོ་རྒྱག། དེ་ནི་དེ་འདྲ་བྱེད་ཀྱི་འདུག་ད་ངོ་ནས་བྱས་ན་དེ་སྤུ་གུ་དེ་ཁ་ཡག་པོ་བཀྲ་དགོས་ན་སྤུ་གུ་བཙལ་བའི་རྗེས་ལ་དེ་སོ་སོ་གི་ཕ་ཕ་མ་གིས་ད་སྤུ་གུ་ལ་འདམ་མང་པོ་བསྟན་ལ་སོགས་སྐད་ཆ་མང་པོ་བཤད་འོ་འདུག་ག་གང་ཟེར་ན་ང་ཚོ་གིས་མང་པོ་ཅིག་ལྐུག་པ་བྱས་ཡ་དེ་ག་རེ་ད་ཁ་བཀྲ་མི་འདུག་ཡ་དེ་དང་པོ་ཨམ་ཆོག་ནི་ཐེག་དགོས་ར་མ་བལྟས་བ་ལ་གཅིག་ལ་ང་རང་ཚོ་སྐད་རིགས་སྦྱོང་མཁན་གཅིག་ཡིན་ན་འདི་རང་རང་མ་བལྟས་བ་ལ་སྐད་དེ་ཕ་དེ་ནི་ཕ་མ་ཐུག་གི་རེད་ཐུག་གི་མ་རེད་ཟེར་ན་རྩ་བ་ནས་མ་ཐུག་ཡ་ཡ་མ་རེད་དང་པོ་ཚུར་འཐེན་དགོས་འཐེན་བ་ཙམ་མ་ཡིན་དེ་བག་ཆགས་མང་པོ་ཤོར་བའི་བག་ཆགས་གང་ཚེ་མང་ང་བྱུང་བ་དེ་ཚེ་གི་ང་ངམ་ཤུགས་ཀྱིས་མ་འོངས་པ་དེ་འདི་རིགས་སྐད་དེ་རང་ངམ་ཤུགས་ཀྱིས་འཐེན་ཡོང་གི་འདུག་ཨོ་དེ་འདྲ་དེ་འདྲ་སོང་ད་ཡང་ང་ཚོ་ཕ་མ་ཁ་ཤས་ག་རེ་བྱས་ནས་ཕུ་གུ་དེ་ཚོ་ཨོ་ཙི་ད་ཅིག།

སྐྲག་ཏུ་འཇུག་གོ། སྐྲག་བ་མ་ཟད་ད་དུང་ང་ཚོ་ཡིས་འདི་ལ་སྤུ་གུ་འདི་ལ་སྐད་ཆ་བཤད་ཤེས་པ་ཙམ་མ་ཟད། མི་རྒན་པ་ནང་བཞིན་སོ་སོ་ཡི་བར་སྐད་ཆ་བཤད་ཡོད་དེ་སྤུ་གུ་ཆུང་ངུ་རང་བྱུང་ཡིན་ཡིན་བསམ་པའི་འདུ་ཤེས་མ་བཞག་ནས་བར་མ་ཟད་སོ་སོ་ཡིས་སྤུ་གུ་ལ་སྐད་ཆ་འདི་ཚོ་ཡག་པོ་ཕངས་མི་རྒན་ནང་བཞིན་སྐད་ཆ་བཤད་པ་ན་དེའི་བག་ཆགས་དེ་བཞག་བཞག་པའི་རྗེས་ལ་རྗེས་མར་སྤུ་གུ་དེ་འོག་ཏུ་ལོ་ཕྱི་བ་ཆགས་ཡོད་ག་ལ་ད་ཅིག་སྤྱི་ཚོགས་ནང་ལ་བར་གཏམ་བཤད་བྱས་ལ་སོ་བ་དང།

ད་དེར་སེམས་ཀྱི་འཕྲལ་བདེན་བདེན་དེ་ག་ལ་ཐུག་གི་རེད་དེ་ནི་དེ་ན་རྩ་བའི་གྲོགས་པོ་ནང་བྱེད་ལས་ཐུག་བསྡད་རེད་ད་དེ་ལ་ལྷག་ཚ་ཅི་ཡ་མ་རེད་ངས་ན་བསམ་བློ་བཏང་ན་ད་དེ་རིང་ཁ་སང་ད་དུང་ང་ཚོ་ཤེས་རྒྱས་དཀའ་སྤྱད་ཀྱི་ནང་བྱེད་དེ་ད་ག་རེ་ཡིན་ན་བསམ་ནས་དེ་ཙམ་དོག་ཅིག་དོག་པ་འགྲོ་བྱེད་འདི་ཡ་ཚོ་ཡང་ཁ་ཤས་ནང་བཤད་ཤེས་ལ་མ་ཤེས་ལ་དེ་ད་དེ་ཤེས་བ་ཤེས་བ་ཅིག་ཕན་ཐོག་འོང་ས་མ་རེད་བསམ་བསམ་ནས་སྐུར་བ་རྒྱག་མཁན་ལ་སོགས་དེ་འདྲ་བརྩེ་བ་ནི་མ་རེད་ད་ང་རང་ཚོ་ལས་ནང་བྱེད་དེ་མེད་ནམ། མེད་ཐབས་ཀྱི་རིང་ལ་གནས་གོང་ལ་སེམས་ཀྱི་ཞི་བདེ་ཅིག་གེ་གེ་ན་ད་དེ་ཚེ་ཕྱི་མ་འཕགས་ཡུལ་བཞག་ཤོག་ཚེ་འདི་རང་ལ་བསམ་བློ་བཏང་བས་ན་ནང་ཆོས་དེ་མེད་ན་མེད་ཐབས་ཅིག་བྱ་དགོས། ཨོ་དེ་འདྲ་སོང་ཙ་ད་སེམས་ཀྱི་འཕྲལ་བསྟུན་དེ་གེ་གེ་ན་ནང་ཆོས་ལ་བརྟེན་དགོས་རེད། ད་དེ་ནས་དེ་ནི་གཉིས་པ་དེ་གཅིག་ནི། ཅིག། སྤྲུལ་སྐུའི་ཕྱི་རོལ་གྱི་སྒྲ་དེ་ཐེག་གེ་རེད་ན་ཐེག་གེ་རེད་ད་ཐེག་བ་ནང་བཞིན་གྱི་དེ་ནི་སོ་སོ་གི་ད་ཀྱི་འདུག་ཉི་མ་དག་པ་དེ་ཚེ་འདི་ནི་འདའ་ཀ་འཇབ་པའི་ཕྲུ་གུ་དེ་ལ་ནི་བ་ཀ་ཅི་ཞེས་ལགས་སོ་བ་དེ་ཚོ་བྱེད་ཀྱི་ཡོད་བ་འདི་རེད་ད་དེ་ནས་ད་ཕྲུ་གུ་དེ་གའི་ནི་ང་ན་ནི་བས་ལ་ཀ་རིགས་སྦྱོང་ཐུབ་ཀྱི་རེད་ཐུབ་ཀྱི་མིན་ན་སྦྱོང་ཐུབ་ཀྱི་རེད་སྦྱོང་ཐུབ་བ་ཙམ་མ་གཅིག་ཀ་རིགས་བཞི་ཡང་སྦྱོང་ཐུབ་ཀྱི་རེད་ཟེར་བཤད་ཀྱི་འདུག་བ་འདའ་དེ་འདྲ་བ་འདི་འདྲ་སོང་ཙང་ད་དེ་ཡང་ཀ་རིགས་དེ་ཚོ་སོ་སོ་གི་སོ་སོ་མ་འོངས་པའི་སོ་སོ་གི་བྱིས་བ་དེ་ད་ཨིན་དེ་རིང་ཁ་སང་ཀ་རིགས་ནང་ལོག་ནས་ད་སྐད་རྒྱབ་བྱེད་ཆོག་དེ་ཨིན་ཅི་རེད་དེ་ནི་ཨོ། གཉིས་པ་དེ་ཚོ་དེ་རྒྱ་སྐད་རེད་ཨོ་ད་དེ་ཚོ་ཤེས་ཀྱི་ཡིན་ན་ཨ་ནི་གཅིག་དབྱིན་ཇིའི་སྐད་དེ་ཚོ་བསླབ་དང་འོ་འདི་རེད། ཡིན་ནའང་ད་ང་རང་ཚོ་བེ་རི་རྗེ་ཡིན་པའི་ཆ་ནས་ས་ནི་ཐོག་མ་དེ་རང་སྐད་དེ་ཕེབས་མི་སྲིད་གལ་ཆེ་བོ་ཞི་བོ་ཆགས་བསྡད་རེད་གང་ཚེ་ན་ང་རང་ཚོ་མི་རིགས་ང་འདི་མི་རིགས་འདི་དང་འདི་ཡིན་ཟེར་དེ་ག་བ་ཐུག་བསྡད་རེད་ཟེར་ན་སྐད་རིགས་དེ་ལ་ཐུག་རེད་དེ་མིན་དུ་ཕྱི་ཟླ་ཁྲག་དང་ལི་བུ་གི་ཆལ་ལུགས་འདྲ་བོ་དེ་འདྲ་དང་ཡང་གཅིག་ཟོབ་རྟགས་འདྲ་བོ་དང་དེ་འདྲ་ལས་རྩ་བ་ཐུག་བསྡད་ཡ་མ་རེད་ད། སྔ་མ་སྔ་མ་ཡིན་ན་མི་རིགས་ཀྱི་དབྱེ་བ་ཕྱེ་ཙམ་དེ་དེ་འདྲའི་མང་པོ་ཅིག་ལ་ཕྱེ་གི་ཡ་རེད་དེ་སྐད་དང་མདོག་དང་རྣམ་འགྱུར་དང་དེ་འདྲ་རེད་ད་དེ་རིང་ག་ས་འདི་ཕྱེ་ཐུབ་གི་ཡ་མ་རེད་དེ་འདྲ་སོང་ཙང་གཙོ་བོ་མི་རིགས་དེ་གང་དང་ཡིན་མིན་སོགས་རང་གི་སྐད་རིགས་དེ་ལ་ལྟོས་ཏེ་གཙོ་བོ་རང་གི་སྐད་རིགས་དེ་དང་པོ་སླ་ཡ་ཞིག་དེ་དང་པོ་རང་གི་སྐད་རིགས་དེ་ཡག་པོ་སླ་དེ་གཉིས་པ་དེ་དེ་སྐད་རིགས་གཉིས་པ་ག་རེ་ཁྱབ་བྱེད་དུ་དེ་སླ་བ་ཡིན་ན་དེ་ཡག་པོ་ཡ་རོ་དེ་འདྲ་རེད་ད་འོ་ད་མང་པོ་ཆགས་འགྲོ་གི་འདུག་དེ་ནི་རྣམ་པ་ལ་འཇལ་ལ། དགོངས་དག་ད་དེ་ནས་སྐད་ཆ་མང་པོ་བྱ་སོང་ལགས་སོ་ནི་ཐུགས་རྗེ་ཆེ།